ཆོས་སྐུ་རིན་པོ་ཆེ་དེ་ནས་རེ་དོགས་སྤྱི་འཐུས་བསོད་སྟོབས་ལགས་རེད་སྤྱི་ཟུར་བེ་ལ་མདའ་ཞི་ལགས་རེད་སྤྱི་ཟུར་དང་དེ་ནས་སྐུ་རྒྱུན་ཚོགས་གཟུ་པ་བསྟན་འཛིན་འཇིགས་མེད་ལགས་རེད་ཨ་དེ་ནས་སྐུ་རྒྱུན་ཚོགས་གཙོ་ཚེ་ཆུ་བེ་ལགས་རེད་དེ་ནས་ཨ་ནི་སྐུ་རྒྱུན་གཟུ་པ་རྣམ་པ་དེ་ནས་ནིའུ་ཡོག་དང་ནིའུ་ཇེར་སི་སྤྱི་མཐུན་ཚོགས་པ་ཚོགས་གཙོ་དབུས་པའི་ཨ་ནི་ཚོགས་པ་ཁག་གི་སྐུ་ཚབ་རྣམ་པ། དེ་ནས་ས་གནས་གཞོན་ནུ་གི་སྐུ་ཚབ་རྣམ་པ་ཚང་མ་ལ་རང་དེའི་ཐོག་རྣམ་པ་ཚང་མ་ལ་ད་ལྟའི་རྒྱལ་སྲིད་ལྷན་ཚོགས་ཐེངས་ཉི་ས་གཉིས་པའི་ཚོགས་འདུ་དེ་བཅའ་ཡག་རག་པ་དེ་ལ་འཚམས་འདྲི་ཞུས་པ་དང་སྦྲགས་ཨ་ནི་གཞིས་རྩེ་ཚེ་ཆུང་ལགས་ནས་ང་ཁ་ཚིང text འཇོག་པ་རེད་ང་ནམ་རྒྱུན་ཡིན་ན་ང་དབྱར་ཁ་གང་ཟག་ནང་ལ་བསྡད་ཕག་གི་རྒྱན་ཅིག་ཁྱེད་དགུ་གོ་བར་བ་ཨ་ནེ་ང་ལོ་བཅུ་རེ་འགའ་ལ་རྒན་ཁྱེད་གོ་སྐབས་བྱུང་མེད་ཙང། ཨ་ལེ་ང་དེབ་ཅེས་བྲིས་ཏེ་འོས་རྩོམ་ཅེས་བྲིས་ཏེ་འོས་འདི་སོང་ཙང། སློབ་བུ་རང་བཙན། དེ་བའི་ཐོག་ནས་ང་ད། འདི་ད་དང་པོ་དེ་བཅག་པ་རེད། དེ་འདི་ད་ཞེ་དགུ་ཉིན་མོ་བཅག་བྱས། ཨ་དེ་ནས་ང་མ། རྒྱ་གར། ལ་ཉིན་མོ་གཉིས་བསད་སྔ་བྱས་བྱས་ཨ་ནི། ཨ་སྐད་ཆ་བཤད་ས་དང་དེ་འདྲའི་ཁག་གཉིས་བསད་སྔ་བཟོས་དེ་ནས་ཕྱི་ཟླ་བཅུ་པ་ལ་རྒྱ་ཁབ་དྲུག་བྱས། བཅུ་གཅིག་བཅུ་གཉིས་དང་པོ་བྱས་རྗེས་ང་བང་གིས་བཞག་བཞག་ཡོད་དེ་སོང་ཞེ་དགུ་པ་དོ་ད། མང་པོ་ཅིག་གསུང་ངན་ཡོང་གི་རེད། བྱེད་ངན་ཡོང་གི་རེད། དེ་ནི་ང་ཚོ་ཚང་མར་འགན་ཡོད་དོན་ཁག་ལ་ཞིབ་པོ་བྱེད་ལ། ང་རང་དེ་སྔ་ནས་གང་འདྲིས་ཡོད་ཚ་དེ་འདྲིས་འགྲོ་དགོས་བསམ་བསྡད་ཡོད། ད་ཡིན་ནའི་ཡང་ནི་ང་ཡང། ཁོ། ས་གནས། གཞོན་ནུ་ས་གནས་ཡུན་ནས་ཟུར་པ་བྱས། དབུས་རྒྱུན་ཟུར་པ་བྱས། ད་དེ་ནས་ཡང་གཞོན་ནུ། དབུས་རྒྱུན་ནས་བཀའ་ཞིག་ཕེབས་ཡོང་དོན་ཁག་ལ། མེད་ལ་ཡང་ནི་ཁག་པོ་འདྲ་ཡོད་ཡོང་དོན་ཁག་ལ་ང་ངོ་རེ་བྱས་ན། ཨ་རིའི་ལྷ་དབུ་བོར་བ། ལོ་གཅིག་གི་ལོ་འཁོར་གྱི Annual Check Up བྱོས་པ། དེ་ལྟ་ལི་བཅུ་བཞི་ཉིན་མོ་རེད་ད་ཅི་འགྱུར་བ་དང་ཁ་པོ་སེ་བ་བྱོས་རེད། དེ་ནས་དེ་གས་ཚ་བ་འགྱུར་བ་དང་ཅི་བཅག་པ་ཡིན། བཅག་གོ་དོན་གཙོ་བོ་དེ་གང་ཡིན་ཟེར་ན། ང་ས་གནས་གཞོན་ནུ་གྱི་རྒྱུན་ལས་ཅིག་ཡིན་པ། དེ་ལ་ང་སྤོ་བ་ཡོད། དབུས་རྒྱུན་བྱས་ལགས་པ། འདི་ལ་ཡང་སྤོ་བ་ཡོད། ཨ་ནི་གཞོན་ནུ་ངམ་ཚང་མ་ལས་འགུལ་བ་ཡིན་ཟེར་དགོས་རེད། ལས་འགུལ་བ་ཡིན་པའི་ཆ་ནས་སྤོ་བ་ཡོད་ཙང། ཨ་ད་ལས་གཞོན་སྐྱེས་མང་པོ་ཞིག་ཡོང་དགོས་བ་རེད། ཨ་རྣམ་པ་ཚོ་གི་དེ་ས་གནས་གཞོན་ནུ་གི། ལས་འགུལ་ཞེ་བོ་མང་པོ་སྤེལ་གནང་གི་འདུག་དེ་ཡིན་པའི་ང། དེ་སྔ་ནས་སྤོ་བ་ཡོད་བཞག་པ་དེ་དངོས་གནས་རང་གོ་ཆོད་བཞག། ད་ལྟའི་སྦུག་ཐུག་ནི་ལས་ཀ་ཡག་པོ་ཞིག་ད་བྱེད་ཀྱི་འདུག་བསམ་བྱས། ཨ་ནི་ང་རང་ཡེ་ནས་ཡང་ལས་འགུལ་བེད་བྱས། འགྲོ་བྱས། ཨ་ནི་སྤོ་བ་བྱས་དེ་གིན་ཡོད་ཙང་ཨ་ནི་གཞོན་སྐྱེས་མང་པོ་ཞིག་དེ་ས་གནས་རྒྱུན་ལས་མང་པོ་ཞིག་ཕེབས་ཡོད་དོད་ཁག་ལ་ཨ་ནི་ང་རང་གི་འཚོ་བ་དེ་བླ་མ་ཚོ་ལ་ཡོད། ཨ་ནི་སེམས་ཤུགས་མ་ཆག་པའི་ཐོག་ནས་སེམས་ཤུགས་སྐྱེད་པའི་ཐོག་ནས་སྙིང་སྟོབས་སྐྱེད་པའི་ཐོག་ནས་ཨ་ནི་རྩ་དོན་རྩོད་ཡག་གཡོར་བ་ཨ་ནི་ལས་འགུལ་སྤེལ་ཡག་མུ་མཐུད་ནས་སྤེལ་རོགས་བྱེད་བྱེད་བྱེད། འབོད་སྐུལ་ཞུས་པ་ཡིན་ན། ང་རང་གིས་ཡང་དབུས་རྒྱུན་ཟུར་པ་གི་འགན་ཞིག་སྒྲུབ་གི་རེད་བསམ་པའི་ཐོག་ནས་ང་རང་དྭ་ཧ་རང་ཞུས་པ་ཆགས་ཡོད་འགྲོ་བ་གཙོ་བོ། ཨ་ནི་ལ་ནས་ད་རེས་ད་གེ་འཛིན་ལྷན་ཚོགས་ཀྱི་ཨ་ནི་ཚོགས་ཆེན་ཡིན་འདོད་ཁང་ལ་བཅར་ཡ་རག་བ་དེ་སྐལ་བ་བཟང་པོ་རང་ནམ་རྒྱུན་ན་ས་གནས་གཞོན་ནུ་ང་དེ་ཀྲང་ཙེ་པོ་ལི་དེ་བརྩི་གི་ཡོད་དེ་ལ་ཡུག་རོ་ཤི་ཟེར་ང་བཅར་བརྩི་གི་ཡོད་རོ་ལ་རེད་ཡང་ད་ང་མེ་སི་རྒྱབ་སྐྱོར་བྱེད་ངེས་ཡིན་ད་བུ་རྒྱུད་དང་ཁོ་རང་ད་ལ་རོ་ནལ་རྡོ་རྒྱབ་སྐྱོར་བྱེད་ངེས་དེ་ཨ་ད་རེ་ངའི་མཛད་རིམ་དུ་སྟག་ཡུག་སྡོད་ཁང་ལ་ཨན་ད་ཏི་ཛི་འཇིགས་མེད་ལ་དམ་པོ་གསུང་ངེས་རེད་དོ་བ་ཨན་ད་གཞོན་ནུ་ཚོགས་ཟུར་པ་ཡིན་ད་ཆབ་སྲིད་ཐོག་ནས་ད་མཆོག་ཏུ་གྱུར་པོ་ཡོང་རོ་བ་ད་ནས་ཇོ་བོ་རིན་པོ་ཆེ་ད་ཆོས་ཕྱོགས་ཐོག་ནས་མཆོག་ཏུ་གྱུར་པོ་གསུང་ཚར་བས་ཞུ་གི་ལ་ང་ད་ཤེས་ཡ་གང་ཡིན་ལྷག་གི་མ་རེད་བསམས་སོ། དེ་ལས་ཆོས་འཁོར་རིན་པོ་ཆེ་ཆོས་སྲིད་གཉིས་ཀ་གི་རེད་དོ་ལགས་འོང། ཞག་ག་བར་གི་བེ་ཙི་ཙི་ཡོད་རོ་ཆེར་སྲིད་རྒྱལ་རབས་སྙན་གོ་འགྲམ་ལ་ཉར་ཞེས་བློ་བ་ཞེ་སྙིགས་མོ་ཁོ་རང་ཆགས་བཞིན་ཡོད་རོ་བ། དེ་འདྲའི་ཟས་ཆོས་ངན་བྱེད་ཀྱི་ཨུར་སུ་དེ་འདྲའི་སྐྱོན་བྱས་ཡོད་རོ་བ་ཆབ་སྲིད་ཐུགས་སྣང་གནང་མཁན་ས་གནས་ཁག་ལ་ཕེབས་ཡོང་དུས་ཧང་ལ་དངོས་གནས་རང། ཆོས་འཁོར་རིན་པོ་ཆེ་ཆོས་དང་སྲིད་གཉིས་ཀ་གི་ཨ་ནི་ཧང་ས། འཁོར་ལོ་དུ་མ་གསུམ་ནས་སྐོར་ངེས་ཅི་ཕེད་བྱ་སེམས་ཅན་དགྲ་བོ་ཞི་དྲག་བྱུང་སོང་ངོ། ཨ་འདི་ནས་ད་ལྟ་ཨ་ནང་མི་ནས་ད་ལྟ་ས་རེད་ཨ་ཧ་ས་བསོད་ནམས་ལགས་རེད་བསམ་འགྲུབ་ལགས་ལ་ནི་ད་ལྟའི་དབུས་རྒྱུ་ནོར་ཨ་ཧ་ས་དབུས་ཐོག་དབུས་ཨ་ཧ་ས་ཞུན་དུ་ཐོག་ནས་གཟེངས་རྟགས་ཅིག་ཕུལ་བ་རེད་ཨ་འདིས་ངས་དངོས་གནས་འོས་ཤིག་ཚང་པ་རེད་བསམ་གྱི་འདུག་ཨ་འདི་ཕུལ་ངེས་འདི་ཨ་ཧ་སུ་གནང་ངེས་འདི་ང་བྱུང་ཙང་ལེན་པོ་ཞི་དྲག་བྱུང་མ་སོང་བསམ་གྱི་འདུག་གང་ཟེར་ན། ད་དཔའ་བོ་སློབ་དགའ་རང་བཙན་ཐོག་ནས་ཧ་ལས་པའི་བྱས་རྗེས་ཆེན་པོ་ཞིག་བཞག་རེད་རེད་བ། ང་ཚོ་ཚང་མ་ཚོགས་ཞུགས་ཆེན་པོ་ཞིག་བཞག་ཡོད་རེད་འདི་ནང་ནས་ཚོགས་ཞུགས་ཆེ་ཤོས་དེ་དག་ནང་མི་ལ་ཡོད་ཡོད་སྡོད་སྐབས་ལ་ཨ་ནི་ང་ཚོ་གི་སྡུག་སེམས་མཉམ་སྐྱེད་ཟིན་ངེས་རེད་བརྩེ་བ་དང་སྡོད་རེད་བ། འདི་ཡོད་ཡོད་སྡོད་ཁང་ལ་ལེན་པོ་ཞིག་དག་བྱུང་མ་སོང་དེ་འདྲ་འགན་ཞིག་བྱུང་ཡིན་ཙང་ཨ་ནི་ངེད་རང་འགན་དེ་སྒྲུབ་ལ་བཟོ་ར་བ་ཞིག་ཡིན་ཨ་ནི་ཡིན་ན་ཡང་ཁེ་བཟང་སྐུ་བཞེངས་ཚུགས་པ་ཡང་ཚའོ་རིན་ཙི་ལགས་ཐོག་ནས་ནང་མི་ལ་ཁོ་རྣམ་པ་གཉིས་ལ་མཉམ་འབྲེལ་རྒྱལ་ཚོགས་ནང། ཚང་རུ་ཆུའི་ཕ་སེ་བ་ནང་བཞིན་ཐོག་རྩ་གསུམ་བཅུ་སོ་གཅིག་ནང་དུ་གཡོར་བ། ཨ་རིའི་ནང་མི་རྣམ་པ་ཉིས་ཁྲི་ཆེ་ཨ་འགྲོ་བ་མིའི་ཐོབ་ཐང་ཨེ་ཤ་སྡེ་ཚན་གྱིས་གཡོར་བ་མཉམ་འབྲེལ་རྒྱལ་ཚོགས་ནང་ལས་ཕྱ་ལས་སྣ་ལྔས་མཉམ་དུ་ཚོས་ཚོས་གཅིག་བཟི་བཟི་བཏང་ཡ་རག་བ། དེའི་མིན་དཀའ་ལས་རྒྱབ་ནས་ཡོང་གི་རེད་མ་གཏོགས་དཀའ་ལས་མ་རྒྱབ་ཡོང་ངར་བ་གས་བ་ཡ་ཆེན་ཁོ་རང་ཐེངས་གཉིས་སུ་ངས་ནི་ཡོང་བྱས་ཨུར་ཚུགས་རྒྱབ་བྱས་ཨ་མཐའ་སྐྱེལ་བྱས་ཨ་ནི། ཁོང་རྣམ་པ་གཉིས་ལ་མཉམ་འབྲེལ་རྒྱལ་ཚོགས་ནང་ལ་འདི་འདྲི་ཞུ་ཐུབ་པ་རྣམ་འབྲེལ་རྒྱལ་ཚོགས་ཀྱི་འདི་ལས་བྱེད་རྣམ་པ་ཐུག་ཐུབ་པ་ན་ཁོ་རང་ཚོ་སྒེར་གྱིས་དམིགས་བསལ་ད་དཔའ་བོ་བློ་བཟང་སློབ་དགའ་རང་བཙན་གྱིས་བློས་བཏང་བྱས་པའི་རྒྱུ་མཚན་འདི་གའི་ཚང་བ་ཞུ་ཡ་རག་པ་དེ་གཞི་བདག་ཡག་པོ་རེད་བསམ་གི་འདུག་ཨ་འདི་ང་རང་འབོད་སྐུལ་ཡིན་འདྲི་སོང་ཙང་ག་ལེ། ད་ང་ཚོ་བྷ་ཤིང་ཏུན་ཇི་སི་ལ་ཨ་རི་གཞུང་ཡོད་རེད་ལ། འདི་ན་ལ་དེ་འདྲ་ཨ་རི་ཕྱི་སྲིད་ལས་ཁུངས་ཡོད་རེད་ཕྱི་སྲིད་ཀྱི་བློན་ཆེན་རུ་པི་ཡོ་ནི་ཁོ་རང་བོད་སྐོར་ནས་བོད་གནས་སྐོར་ནས་མཁྱེན་མཁན་རེད། གྲོས་ཚོགས་ནང་ལ་བོད་དོན་རྒྱབ་སྐྱོར་བྱེད་མཁན་མང་པོ་ཞིག་ལགས་ཡོད་རེད། ཁོ་རང་ཚོ་ལ་ཡང་ནི་ཡང་དེ་བསོད་ནམས་ལགས་དང་བསམ་འགྲུབ་ལགས་ནང་མི་རྣམ་པ་ཚོ་ལ་རྗེས་འདེད་གནང་ཡག་བྱེད་ཡོག་ར་བ། འདི་གནང་ཡག་གི་འབད་བརྩོན་གནང་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ཚོ་ལ་ངའི་འབོད་སྐུལ་ལ་ནི་ཨ་རི། དེ་རྒྱལ་ས་ན་དོན་གཅོད་ཡོད་རེད ICG ཡོད་རེད་དུས་རྒྱུན་དུ་ནས་ཨ་རི་སྐོར་གཞུང་དང་གྲོས་ཚོགས་འབྲེལ་བ་གནང་བསྡད་ཀྱི་ཡོད་ཙང་ཁོ་རྣམ་པ་གི་འགན་བཞེས་གནང་བྱས་ཨ་རི་ནང་མི་ལ་རེ་བ་ཨ་རི་གྲོས་ཚོགས་འཐུས་མི་དང་ཨ་རི་གཞུང་གི་གནད་ཡོད་མི་ལ་མཇལ་འབྲས་གནང་བྱས་སློབ་ག་རང་བཙན་གྱི་ཨ་རི་རང་ལུས་མེར་སྲེག་མེར་སྲེག་བཏང་དགོས་དོན་ག་རེ་རེད་ཟེར་ཆོས་རེད་པ་ཨ་རི་གཞུང་ནང་ལ་སྐད་ཐོས་དཔེ་གལ་ཆེན་པོ་རེད་ཟེར་བྱས་རྗེས་ངས་བསམ་གྱི་འདུག་ཡང་ངས་ཁོ་རྣམ་པ་ཚོ་ལ་དེ་ནས་ངེས་པར་དུ་འགྲུབ་པར་གནང་རོགས་གནང་ཞེས་ཞུ་འདེགས་ཞུ་བའི་ཕྱིར་ཏེ། ད་དེ་ནས་ཨ་ནི་ཚོགས་གཙོ་ནས་དེ་ནས་མ་གསུང་བའི་སྐབས་ལ་ད་གཞི་རྩའི་གཞོན་ནུ་སྐོར་ནས་ཁ་གོང་ངས་རྐྱང་རྐྱང་རེ་ཟུར་བརྒྱུད་ཁོ་ནས་ཨ་ནི་ང་རང་ཚོ་གི་གཞོན་ནུ་དམ་བཅའ་ཟེར་ནའི་རེ་མི་རྒྱུད་ཟེར་ནའི་རེ་བཞི་ཡོད་རེ་ཞེས་གསུངས་སོ། ཨ་དེ་ནས་མ་འདང་ཡོང་དོན་གང་ལ་ཡ་སློབ་ཁ་རང་བཙན་གྱི་ཨ་ནི་སྐར་མ་དྲུག་གི་ཁ་ཆེམས་དང་ཧ་ལམ་གཅིག་པོ་རེད་དོ། དོན་ཚན་དང་པོ། ཨ་ནི་ང་རང་ཟོག་གི་རྩ་བའི་བླ་ན་གོང་ས་མཆོག་ལ་དད་གུས་རྩི་བཀུར་བྱེད་ཡ། གཉིས་པ། ཆོལ་ཁ་དབྱེ་མེད་ཆོས་ལུགས་རིས་མེད་གཅིག་སྒྲིལ་བྱེད་ཡ། གསུམ་པ། ཆོས་རིག་གཞིན་ཆོས་རིག་གཞུང་སྐད་ཡིག་མི་ཉམས་གོང་འཕེལ་བྱེད་ཡ། དེ་ནས་ཨ་ནི་བོད་རང་བཙན་བསྐྱར་གསོ་བྱེད་ཡ། དེ་གི་གཞི་ཁ་རེད་དོ། ཨ་ནི་གཙོ་བོ་ཨ་ནི་ལོག་པ་རང་བཙན་གི་དེ་གཞོན་སྐྱེས་ཚོགས་ལ་ཟེར་ཡོང་འདོད་སྐབས་ད་གཞོན་སྐྱེས་ཟེར་ཡོང་འདོད་སྐབས་གཞོན་ནུ་ཚོགས་པ་འདི་བ་ཆགས་ཡོང་སྐབས་ལ་ད་དེ་ལོ་ལ་གཞོན་སྐྱེས་ད་གཞོན་ནུ་ཟེར་འདོད་སྐབས་ལ་ཡང་ང་ཚོ་རྒན་པ་ཡི་རྩིས་འཁོར་ལ་གཞོན་ནུ་གི་ཐ་ཐ་དད་བྱེད་ཡོང་བ་ཐ་སྙད་དེ་ཡང་སྔར་ཡང་ཡོད། ལོ་ལོ་བཅུ་དྲུག་ནས་དྲུག་ཅུ་བོ་དོ་ནག་པོའི་བར་དེ་ནས་ཡང་བོད་པ་རང་བཙན་གྱི་གཞོན་སྐྱེས་ཚོ་ལ་གཟི་བར་འབབ། འདི་བི་དོའི་བར་ལ་ནི་བོད་ང་ཚོ་ཐམས་ཅད་གཟི་ནས་རེད་ཁས་ལེན་འདི་དང་བཟོ་ཁ་རང་བཙན་གྱི་སྐར་མ་དྲུག་གི་ཁ་ཆེམས་བྱེད་འདུག་བ་གཅིག་པ་གཅིག་ཀྱང་རེད་བ། ཨ་དང་ང་ཚོ་ནང་མི་འགྲུལ་སྐད་ཤོར་བ་ནང་བཞིན་རེད་ཨ་ནི་ཁ་ཆེམས་ཡོད་ཤག་བ་དག་རང་བཞག་རོགས་བྱེད་བ། དག་རང་གང་ནས་གསུང་ནས་ཕེབས་རོགས་བྱེད་བཟོད་དེ་ང་མུ་མཐུད་ནུས་ཁམས་རེད་ཁ་ཆེད་དུ་རྒྱབ་སྐྱོར་བྱེད་ཀྱི་ཡོད།

ད་འདི་ཟིན་ཡོང་དོན་གང་ལ་ད་དེར་ཆོས་སྐུ་རིན་པོ་ཆེ་དང་ཡ་དགེ་འདུན་པ་རྣམ་པའི་དོན་ཆོས་བཤད་ན་ལེགས་པོ་མི་འདུག་སྟེ་ཡིན་ན་ཡང་ཤེས་སོ་ཇི་ཡོད་རེད་གང་དེ་གཅིག་གསུངས་རེ་ཟིན་པོ་ཨ་རེ་བཅོམ་ལྡན་འདས་གསུངས་རེ་ཟིན་པོ་ག་རེ་གསུངས་རེ་ཟིན་ན། བསམ་པ་དེ་ཤེས་ཀྱི་རེད་ཤེས་པ་དེ་བྱེད་ཀྱི་རེད་བྱེད་པ་དེ་སྒོམ་གཞི་ཆགས་ཀྱི་རེད་སྒོམ་གཞི་དེ་སྤྱོད་པ་ཆགས་ཀྱི་རེད་སྤྱོད་པ་དེ་མི་ཚེ་ཆགས་ཀྱི་རེད། དེ་སོང་ཙང་སེམས་གཙོ་བོ་རེད་ཟེར་གྱི་རེད། ད་ཀློག་པ་རང་བཙན་གྱིས་གཅིག་བཀྲིས་བྱེད་རོགས་གྱིས་ཟེར་ནས་གསུངས་ཡོད་ཙང་གཙོ་བོ། ད་ད་རེས་ངས་གཅིག་བསམ་གྱི་འདུག་འདི་ཤེས་པ་ཡིན་ན། གཅིག་སྤྱི་ལ་གནོད་ས་རེད་གནོད་ས་མ་རེད། དེ་བྱས་པ་ཡིན་ན་མཐུན་འབྲེལ་ལ་གནོད་ས་རེད་གནོད་ས་མ་རེད། རེད་བ། ཤེས་པ་དེ་བྱས་པ་དེ་གི་གཅིག་སྤྱི་ལ་མཐུན་འབྲེལ་གནོད་གི་ཡོད་ན། སློབ་ཁ་རང་བཙན་ཁ་ཆེན་འདྲ་འགན་འདྲ་འགྲུབ་གོ་རེད། དེ་སོང་ཙང་ཁ་ཆེན་ཆ་ཚང། ལྷད་མེད་བ་འགྱུར་བ་མེད་བ། ཤེས་རོགས་ཞེས་ཟེར་རྒྱབ་སྐྱོད་ཡོད། ཡིན་ནས་ཆ་ཚང། གསུངས་པ་ཡིན་དེ་དཔེ་གལ་ཆེན་པོ་རེད་བསམ། དེ་བྱས་པ་ཡིན་ན་ད་ལྟའི་སྐབས་སུ་ཁོར་ཡུག་ཡག་པོ་ཞིག་རག་འདུག་བ། དབུ་མའི་ལམ་བྱེད་མཁན་ཡོང་གི་འདུག་གཞོན་སྐྱེས་ཡོང་གི་འདུག་རང་བཙན་རྩོད་མཁན་ཚང་མ་ལས་འགུལ་སྤེལ་ནས་འགྲོ་ཡོང་གི་འདུག་སྐལ་བཟང་དམིགས་བསལ་གཞོན་སྐྱེས་ཚོ་དབུ་མའི་རང་བཙན་འཛིན་ཟིན་བར་ཁོ་རང་ཚོ་ལས་འགུལ་སྤེལ་ནས་མིག་ཆུ་བཏང་ནས་སྐད་ཆ་བཤད་ཡོང་འདོད་ག་ལ། ཨ་སི། དཔའ་བོ་སློབ་དགའ་རང་བཙན་རང་རེད་ཁོ་རང་གི་བློས་བཏང་བྱས་བཞག་པ་འདི་ཁ་ཆེམས་འདི་དངོས་གནས་ར་མི་འདུག་རྒན་པ་ད་ཅང་ཅང་གཞོན་པ་ཨ་རི་ལ་སྐྱེས་མཁན་ཚོ་ཡིན་པ་ཡིན་ན་ཡང། པས་ཁོ་རང་ང་ཚོའི་བོད་སྐད་དེ་མ་སྙིང་ལ་ཟུག་བཞག་བསམ་གྱི་འདུག་ཨ། ད་ཚེ་ང་པར་ཡག་ཤས་ཤིག་མཐོང་སོང་གཞོན་སྐྱེས་ཚོ། ཧ། ཀློག་པ་རང་རང་ལུས་པའི་གསེར་ཐང་ལྟར་ཕྱག་འཚལ་ཁ་བཏགས་ཕུལ་གྱི་འདུག་ཨ། ད་དྲང་པོ་གནང་ན་ང་ཚོའི་ལུགས་སྲོལ་ལ་ཕྱག་འཚལ་ལགས་ཀྱི་དགོན་པ་དང་བླ་མ་ལ་མ་གཏོགས་གཅིག་པའི་ཡོད་རེད་པ། ཕྱག་འཚལ་ལུགས་སྲོལ་ཡོད་མ་རེད་པ། ཡིན་ན་ཡང་ཕ་མ་ཚོ་གི་རབས་ཆད་དེ་རྩ་ཆེན་པོ་ཞིག་རེད་ཞུ་གི་རེད་ད་ཕྱག་འཚལ་ཕྱག་འཚལ་ལགས་ཀྱི་དགོན་པ་དང་བླ་མ་དབུ་འཛུགས་མཁན་གཅིག་གོ་རེད་ཨ། འབྲུ་གཞོན་སྐྱེས་ན་འགའ་ཤས་ཕྱག་འཚལ་མཁན་ཡོད་རེད་འགའ་ཤས་ཕྱག་འཚལ་མཁན་ཡོད་མ་རེད། དེ་ནས་ལ་བག་གི་བག་ཆགས་འདི་གི། ཕྱག་འཚལ་བོ་རེ། གལ་ཆེན་པོའི་ཕྱག་འཚལ་བོ་རེ་ཧ་གོ་གི་ཡོད་ཙང་རང་བཞིན་མེད་པའི་ཁོ་ཚོར་ད་རེས་ཕྱག་འཚལ་བོ་ལ་ངེས་ཡོད་མ་རེད་དེ་ཕར་ཕྱིན་ལ་བ་རང་སེམས་རང་མེད་པའི་སེམས་དང་ཕྱག་འཚལ་འདི་དེ་གཞོན་སྐྱེས་ནང་ལ་འཚོ་བ་སླད་བྱས་རེད་དམ། སེམས་འགུལ་ཐེབས་ཆེད་ཨོ་ཕྱག་འཚལ་ས་འདི་རེད་ཟེར་བྱས་བྱས་ད་འདི་ཁུལ་གྱི་ནུས་པ་སླད་ཡོད་དོད་ཁག་ལ། ང་ཚོའི་ཡིན་པ་ཡིན་ནའི་ཡང། འདི་ད་ལྟ་མཐུན་སྒྲིལ་དང་གཅིག་སྒྲིལ་གྱི་རྩ་བ་ཆེན་པོ་འདི་ཉག་ཡ་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ག་ཚོད་ན་རྒྱ་ནག་གི་དམིགས་ཡུལ་ག་རེ་རེད་ལོགས་ཤིག་བལྟ་ཡི་འདུག་ག་བ་ད་ནང་བཞིན་ངེད་ཀྱི་ང་རང་ཚོ་ནང་ཁུལ་ནང་ལ་རེད་ད་ལྟ་གཙོ་བོ་ཁག་ཡོད་མ་རེད་ཞི་འགུལ་སླེབས་རྒྱུ་རེད་ཚོ་བ་ཤུགས་ཆེན་པོ་རེད་ངོ་ཤེས་མཁན་མང་པོ་རེད་ལས་འགུལ་སྤེལ་མཁན་མང་པོ་རེད་ཨ་སུ་སུ་སུ་སུ་སུ་བསམ་ཚུལ་བཤད་ཀྱི་རེད་ཁག་ཆེན་ཡོད་མ་རེད་བཤད་ད་བཤད་ད་བཏང་ཡོད་གཏམ་བརྗོད་ར་བ་རེད་བཤད་ད་བཤད་ཡིན་ནས་ཡང།

གྲངས་ཉུང་མི་རིགས་ཀྱི་ཁྱིམ་བྱ་དུ་གྱུར་བ་རེད། དེ་དུས་ནས་སློབ་དགའ་རང་བཙན་གྱི་མིང་སྦྱར་ཐོ་འགོད་དགོས་རེ་འདུག་མ་རེད། དཔེར་ན། ཡུ་རོབ་ཀྱི་གྲོས་ཚོགས་ནང་ལ་ད་ལྟ་རྒྱ་ནག་གཞུང་གིས་གྲངས་ཉུང་མི་རིགས་ཁྱིམ་བྱ་འགའ་ལ་བགྲོ་གླེང་བྱེད་ཆེད་རྒྱབ་སྐྱོར་ཚད་མཐོ་པོ་ཞུ་བྱུང་སོང། འདི་ནང་ལ་ཤེས་ངེས་གྲོས་ཚོགས་འཐུས་མི་བཅུ་ལས་བཅུ་གཅིག་སུ་འདུག་ཆབ་སྲིད་ཚོགས་པ་རེ་རེར་སྐུ་ཚབ་བྱེད་ཆེད་ཁོ་རང་ཚོ་གི་ད་གྲངས་ཉུང་མི་རིགས་སྲིད་ཇུས་དེ་དཔེ་སྡུག་ཅག་རེད། ཆོས་རིག་ཤུགས་ཀྱིས་རྩ་མེད་བྱས་རེད་ཨུ་གུ་རུ་ལ་རྩ་མེད་བྱས་རེད་སོག་པོ་ལ་རྩ་མེད་བྱས་རེད་ཧོང་ཀོང་ལ་རེད་བོད་པ་ལ་རེད་ཅེས་ཁོ་རང་ཚོ་ཚང་མས་གསུངས་སོང། བཅུ་གཅིག་རེད་དམ། གཅིག། སློབ་ཁ་རང་བཙན་གྱི་མཚན་མོས་མ་སོང།

གཅིག་སྒྲིལ་བྱེད་རོགས་མཐུན་སྒྲིལ་བྱེད་རོགས་མཉམ་དུ། སྲིད་ཇུས་གསར་པ་དེ་འགོ་བཙུགས་དོན་གང་རེད་དམ་ད་ཁྱེད་རང་ག་རེ་བྱེད་དགོས་དང་ད་ལག་བསྟར་ག་རེ་བྱེད་དགོས་དོགས་སེ་ད་སྲིད་ཇུས་འདི་རེད་བ། འདི་མཉམ་དུ་ང་ཤུགས་ཆེས་འབད་ཐུབ་ཡོད་ན། ད་ལེ་ཡུ་རོབ་ཀྱི་གྲོས་ཚོགས་ནང་ལ། སྲིད་ཇུས་འདི་འགྲིག་གི་མི་འདུག་དཔེར་ན་རྫ་དྲག་རེད་ཤགས་གང་ལ་ཟེར་ན་བོད་པ་བློ་དཀར་རང་བཙན་གྱི་ལམ་ལུགས་མེད་སའི་ཏང་ཤགས་ཁྱིམ་དེ་ལ་ལགས་ན། བློ་དཀར་རང་བཙན་གྱི་དམིགས་ཡུལ་དེ་རྒྱལ་སྤྱིའི་སྡིངས་ཆ་ལ་སྐྱེལ་རོགས་ཞེས་སྐད་ཐོབ་པར་བ། ཨ་ཡུ་རོབ་གྲོས་ཚོགས་ནི་གྲོས་ཚོགས་འཐུས་མི་བཅུ་བཅུ་གཅིག་གིས་བཀའ་མོལ་གནང་ཡོད་བློ་ཁ་རང་ཚོད་མིན་ཕེབས་ཡོད་མ་རེད། ད་ཡིན་ནས་ཅི་ཐག་ཡོད་མ་རེད། ཨ་རིག་གི་གྲོས་ཚོགས་ནང་ལའི་བགྲོ་གླེང་ཡོང་གི་རེད་དེ། ད་དེ་ཡོང་རྒྱུ་ལོ་གཉིས་གསུམ་ནང་བགྲོ་གླེང་ཤེས་ཤུ་འདི་ནང་ལ་ཡོང་གི་རེད་ད། ཀ་ན་ཀྲ་ལ་ཡོང་གི་རེད་རྒྱ་ཁག་ཁག་མང་པོ་ལ་ཡོང་གི་རེད་དེ་ཡོང་བའི་སྐབས་ལ། ང་ཚོ་གི་མཉམ་འབྲེལ་རྒྱལ་ཚོགས་དང་རྒྱལ་སྤྱི་སྡིངས་ལ་རེ་ད་སྐྱེལ་དགོས་ཀྱི་ཡོད་ན་བློ་ཁ་རང་ཚད་དམིགས་ཡུལ་གཞི་བཟུང་འདི་མཉམ་དུ་སྦྱར་ཐུབ་དགོས་པ་རེད། དེ་ཡོད་འདོད་ག་ངས་དང་གི་ཟེར་བ་ནང་བཞིན་རེད། གཞོན་ནུ་གུས་དམིགས་ཡུལ་བཞི་དེ་ཡིན་ནའི་རེད་སློབ་ཁ་རང་བཟས་ཁ་ཆད་སྐར་མ་དྲུག་དེ་ཡིན་ནའི་རེད་འདི་གས། གཅིག་ལ། མནར་ལྷག་ན། ཡང་གཞན་ཞིག་གིས་གཞན་ཅིག་ལ་མནར་ལྷག་ན། འདིའི་བགྲོ་གླེང་ནང་འཛམ་གླིང་གི་བགྲོ་གླེང་དེ་ག་བ་ལུག་ལོ་ཁ་བྱོ་ག་བ་ལུག་དེ་བརླག་པ་ཡིན་ན་དྲང་པོ་རོགས། དེ་སོང་ཙང་ད་ང་ཚོ།

ཨ་ལེ་དེ་འདྲའི་ན་ཨ་ཡིན་ན་ཁོང་ཚོར་ཚད་ཉེ་ར་ཆེན་པོ་ཞིག་རག་རེད་ཟེར་འདུག་གཏན་འཁེལ་རེད་ཡིན་ནའི་ཡང། དེ་བཞི་ར་རྩོད་རྩོད་གཞི་གང་ཡོད་མ་རེད་དཱ་ལའི་བླ་མ་གི་ཧྥེས་སྦུག་འདུག་ཨ་དེ་འདྲ་སོ་ཤེལ་མེ་དྲ་ཨིན་སྟ་ཀིརམ་ཏུའི་ཏྲི་ཨེ་ཀང་ཚང་མ་བཟི་དང་ལོ་བཅུ་སྔོན་ལ་ག་ཚོད་དོ་ག་ཚོད་ག་ཚོད་འཕར་གི་དོ་ལོ་ལྔ་ལ་ག་ཚོད་འཕར་གི་དོ་ད་ནས་ག་ཚོད་འཕར་དོ་ལྟ་ངན་མང་རུ་འགྲོ་གི་དོ་ཉུག་རུ་འགྲོ་གི་དོ་ཉུག་རུ་འགྲོ་གི་ཡོད་པ་ཁྱེད་རང་ཚོ་ཇི་ལྟར་ཐག་རིང་པོ་འགྲོ་གི་མ་དེ་བཟི་དང་ད་ཉུག་རུ་འགྲོ་གི་ཡོད་ན། རང་བཞིན་གྱི་གོང་ས་མཆོག་གི་མཛད་པ་ཕྲིན་ལས་སྐོར་ནི་ཡིན་པས་ནི་གོང་ས་མཆོག་ཁོ་ནས་ཉུང་ངུར་འགྲོ་གི་ཡོད་སེམས་ཤར་རོ། འདི་གསུངས་སམ། ད་གོང་ས་མཆོག་ལ་དད་པ་ཡོད། རེད་བ། འདི་གསུངས་སམ་དབུ་མའི་ལམ་འགའ་ལ་ང་མཐའ་གཅིག་ཏུ་ལས་ཀ་བྱེད་ངེས་ཟེར་ངེས་ཡོད་ན། དཔེ་ཡག་པོ་རེད། ད་གོང་ས་མཆོག་སྐོར་ནས་འཛམ་གླིང་ལ་ཧ་གོ་མཁན་ཉུང་རུ་ཉུང་རུ་ཉུང་རུ་འགྲོ་གི་འདུག་ད་ང་དོན་གོ་གི་འདུག་ད། གོ་ཐོག་དཔེ་ཀ་གོང་ས་མཆོག་སུ་རེད་གོང་ས་མཆོག་གི་མཛད་པ་ཕྲིན་ག་རེད་ཐུགས་ཀའི་དམ་བཅའ་ག། ཞིག་ག་རེ་རེད། དེ་ང་ཚོ་བོད་སྐད་ནང་གཅིག་པོ་བཤད་པ་ད་གལ་ད་ཆེན་པོ་རེད་དེ་ད French སྐད་ནས་ཨིན་ཇི་སྐད་ནས German སྐད་ནས Japanese སྐད་ནས་བཤད་ནི་མ་དོན་བྱས། མ་དོན་པ་ཡིན་ན། ང་ཚོ་གི་རྩ་བའི་བླ་མ་ད་གཞོན་ནུ་ཡིན་པ་ཡིན་ན་དོན་ཚན་དང་པོ་འདི་རེད་བ་ཁས་ལེན། ད་འདིའི་སྐོར་ནས་ཧ་གོ་དགོས་ཉུང་རུ་ཉུང་རུ་ཕྱིན་བ་ཡིན་ན་རྒྱ་ནག་དགའ་རྟགས་ཞུ་དགོས་རུ་བ། འདི་སོང་ཙང། ང་ཚོ་ཚང་མ་གིས་ད་རིང་ག་ཡུན་དགོས་དོན་གཙོ་བོ་འདི་ཡིན་དཔལ་བོ་ཚོས་ལས་འགུལ་ཇི་ལྟར་ཡག་པོ་སྤེལ་གནང་གི་འདུག་མུ་མཐུད་ནས་སྤེལ་རོགས་གནང། ཨ་ནི་ལས་འགུལ་སྤེལ་བྱེད་རྒྱལ་སྤྱི་སྡིངས་ཆ་ཐོན་ལ་ཐོས་བྱེད། གྲོས་ཚོགས་ཁག་ལ་བཅར་བྱེད་གསར་འགོད་པ་ལ་བཅར་བྱེད་བོད་དོན་ཤེས་བྱེད་སློབ་གྲྭ་ཁག་ལ་འགྲོ་བྱེད། བྱས་བྱས་ད་ང་ཚོ་དངོས་གནས་རང་འགྲོ་བྱེད་དཀའ་ལས་རྒྱག་དགོས་པོ་རེད། འདི་སླད་ཤ་ཐ་འདི་སློབ་ག་རང་ཚེ་དངོས་གནས་རང་བྱས་རྗེས་ཆེན་པོ་བཞག་ལས་སམ་དུ་བོད་པ་ཚང་མ་ལ་ཚ་ཧུ་ར་བཟོས་སོ། ད་ཞེ་དགུ་སླེབས་གྲོགས་ཡོད་རེད། ཞེ་དགུ་བར་དུ་གཅིག་པོ་བྱེད་ན་འགྲིག་འོག་མ་རེད། ད་དེ་ནས་ང་ཚོ་ད་ཅི་འདྲ་དགུ་བའི་ཚེས་གཉིས་ལ་གར་བྱེད་ཀྱི་ཡིན་པ་བཅུ་བའི་ཚེས་གཉིས་ལ་གར་བྱེད་དགོས་བཅུ་གཅིག་ཚེས་གཉིས་ལ་གར་བྱེད་དགོས་དེ་ལས་འགན་འཛིན་ལས་ཚོགས་རྣམ་པ་ཚོ་འཛོམས་པའི་སྐབས་ལ་གྲོས་ཆོད་བཞག་པའི་སྐབས་ལ་ལོ་འཁོར་མ་གཅིག་ཟླ་བ་རེ་རེ་རེ་ལ་ང་ཚོ་ལས་འགུལ་སྤེལ་གྱི་ཡིན་ཞེས་བྱས་ས་གནས་ས་ཐོག་ཚང་མར་ལས་འགུལ་སྤེལ་གྱི་ཡིན་ཞེས་གྲོས་ཆོད་བཞག་ཐུབ་ལས་འགུལ་སྤེལ་ཐུབ་པ་ཡིན་ན། ཨ་ནི་དངོས་གནས་ར་ག་ལའི་འགན་འཛིན་ལྷན་ཚོགས་ཐེངས་ཉི་ས་གཉིས་ཚོགས་བ། ར་ག་རྣམ་པ་ཚང་མ་དེ་བཅར་བྱས། ཨ་ནི། ཚོགས་འདུ་ཚོགས་བྱས་བཀའ་བསྡུར་གནང་བ་འདི་གི་གྲུབ་འབྲས་དཔེ་ཡག་པོ་དཔེ་ཐུབ་ཀི་རེད་བསམ་གི་འདུག་དེ་སོང་ཙང་ང་ཡང། ཕྱི་ལ་བཞུད་མོག་མོག་བྱས་ར་བ་ལ་ཨ་ནི་ངས་འབོད་སྐུལ་ར་ཡིན། ཨ་ནི་ང་རང་ཁྲ་ལ་ཁྲི་འབོད་བྱས་འདི། བྱས་ནི་འགྲོ་བསྡད་ཡ་ཡིན། ཨ་འགྲོ་བསྡད་ཡོང་སྐབས་ལ།

ཨ་ནེ། རྩ་དོན་རྩོད་པ་ཡིན་ན་ང་ཚོ་དངོས་གནས་རང་གི་ཆེས་ཐོག་ནས་རྒྱབ་སྐྱོར་ཚད་མཐོ་པོ་རག་ཡ་དང་བ། གོང་ས་མཆོག་ཡིན་ན་དམ་ཚོགས་ཞུ་བདེ་བ་སེམས་པ་ཡིན་ན་ཐུགས་མཉེས་བོ་གནང་ཡ་ཐུགས་མཉེས་བོ་གནང་ན་བླ་མ་དང་སློབ་མ་པ་རུ་དམ་ཚིག་གི་བཀའ་དྲིན་ལ་བརྟེན་ནས་བ། སྐུ་ཚེ་རིང་པོ་གནས་ཡ། ཚང་མ་ཕན་གི་རེད་བསམ་བ་འཚོལ་བྱས་གནང།